དེ་ནས་ཐེག་པ་ཆེན་པོ་རིགས་ཅན་དབང་པོ་རྟོལ་པོ་དང་རྣོན་པོ་དང་ཤིན་ཏུ་རྣོན་པོ་གསུམ་ག་གིས་ཐུན་མོང་གི་སྤྱོད་པ་ཐུན་མོང་གི་བྱ་བ་ག་རེ་ལབ་ན། ཐུན་མོང་དུ་ལྷག་པར་བྱ་བའི་གནས་ནི། བྱང་ཆུབ་ཏུ་སེམས་བསྐྱེད་དེ་བྱང་ཆུབ་ཀྱི་སྤྱོད་པ་དཔག་དཀའ་བར་ལབ་པ་ཡིན་ལ། རྒྱལ་སྲས་བྱང་ཆུབ་སེམས་དཔས་མི་ལྷག་པའི་གནས་མེད་ཅེས་ལབ་པ་ཡོད་པ་རེད། གང་ལྟར། གཞན་ལ་ཕན་པའི་བྱ་བ་ཅིག་ཡིན་ན་རྒྱལ་སྲས་བྱང་ཆུབ་སེམས་དཔས་མི་སྒྲུབ་པ། མི་སྲིད། ནའོ་དེ་འདྲ་གསུངས་ཀྱི་ཡོད་པ་རེད། ཡིན་ཙང། དག་ཆེན་རིགས་ཅན་དབང་པོ་རྣོ་རྟུལ་གསུམ་གྱིས་བྱ་བ་ག་རེ་བསྒྲུབ་དགོས་རེད་ལབ་པ་ཡིན་ན་བྱང་ཆུབ་ཀྱི་སེམས་ཀྱིས་ཀུན་ནས་བསླངས་ནས་གཞན་ལ་ཕན་འདོགས་པའི་བྱ་བ་བསྒྲུབ་ཡ་དེ་རེད། གཞན་ལ་ཕན་འདོགས་པའི་བྱ་བ་དེ་ལ་རྒྱ་ཆེ་ཞིང་གཏིང་ཟབ་པ་རྣམ་གྲངས་ཧ་ཅང་མང་པོ་ཡོད་པ་རེད་དེ། མདོར་བསྡུས་ན་ཕ་རོལ་ཏུ་ཕྱིན་པ་དྲུག་གི་ནང་དུ་བསྡུ་གི་ཡོད་པ་རེད། སྦྱིན་པ་ཚུལ་ཁྲིམས་གསོལ་བ་བརྩོན་འགྲུས་བསམ་གཏན་ཞལ་རབ་སྟེ་སྦྱོར་བ་ཕ་རོལ་ཏུ་ཕྱིན་པ་དཀྲུགས་ལ་བསླབ་པར་བྱ་བ་སྟེ་རྒྱལ་སྲིད་བྱང་ཆུབ་སེམས་དཔའམ་ཡང་ན་ཐེག་པ་ཆེན་པོའི་གང་ཟག་གིས་བསླབ་པར་བྱ་བའི་ཡུལ་ཉམས་སུ་ལེན་པའི་ཡུལ་ཉམས་ལེན་གྱི་ཡུལ་དེ་རེད་ཟེར་གསུང་གི་ཡོད་པ་རེད། དེ་ནས་སྦྱིན་པ་ལ་སོགས་པའི་ཕ་རོལ་ཏུ་ཕྱིན་པ་དཀྲུགས་ལ་ཉམས་སུ་ལེན་པ་དེའི་ཚེ་ན། ཤེར་ཕྱིན་གྱི་ཟིན་དང་མ་ཟིན་དེ་ཧ་ཅང་གལ་ཆེན་པོ་ཡིན་ཅེས་གསུང་གི་ཡོད་པ་རེད། སྐབས་འདིའི་གཞིས་ཆགས་ཀུན་ཁྱབ་ཀྱི་ནང་དུ་ཡང་དབང་པོ་རྣོ་རྟུལ་གྱི་ཁྱད་པར་བཤད་པའི་སྐབས་སུ་སྦྱིན་པ་ལ་སོགས་པ་ཕ་རོལ་ཏུ་ཕྱིན་པ་དང་པོ་ལྔ་ཉམས་ལེན་བྱེད་པ་དེའི་ཚེ་ན། ཤེས་རབ་ཀྱི་ཕར་ཕྱིན་གྱིས་མ་ཟིན་པ་དེ། དབང་པོ་རྟུལ་པོ་རེད་ལབ་པ་རེད། འོ་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་བ་དེ་ག་རེ་ལབ་ན། ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཐུག་གི་ཡེ་ཤེས། དེ་ལ་ཤེར་ཕྱིན་ཡང་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཟེར་གྱི་ཡོད་པ་རེད། ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཐུག་མཐར་ཐུག་གི་ཡེ་ཤེས་ཟེར་བ་དེ་སུ་ལ་ཡོད་པ་རེད་ལབ་ན་སངས་རྒྱས་ལ་ཡོད་པ་རེད། སངས་རྒྱས་ལ་མ་གཏོགས་ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཐུག་གི་ཡེ་ཤེས་དེ་ཡོད་པ་མ་རེད། ཧེ་ནས་ཆོས་ཐམས་ཅད་མངོན་སུམ་དུ་རྟོགས་པའི་མཐར་ཐུག་གི་ཡེ་ཤེས་དེ་ལ་ཡོངས་གྲགས་ལ་རྣམ་མཁྱེན་ཡང་ཟེར་གྱི་ཡོད་པ་རེད་དམ་ཆོས་མཁྱེན་པའི་ཡེ་ཤེས་ཡང་ཟེར་གྱི་ཡོད་པ་རེད་ཀུན་མཁྱེན་ཡེ་ཤེས་ཀྱང་ཟེར་གྱི་ཡོད་པ་རེད་ཤེར་ཕྱིན་ཀྱང་ཟེར་གྱི་ཡོད་པ་རེད། ད་ནི་དེ་ལ་འབྲས་བུ་ཤེར་ཕྱིན་ཀྱང་ཟེར་གི་རེད། ཨའོ་དེ་འདྲ་གྱི་རེད། ཐེག་པ་ཆེན་པོའི་གང་ཟག་རྣམས་ཀྱིས་ཐོབ་པར་བྱ་བའི་ཡུལ་གཙོ་བོ་ཐོབ་བྱའི་དམིགས་ཡུལ་གཙོ་བོ་དེ་ཡང་ཤེར་ཕྱིན་ཡིན་པ་དེ་འདྲ་ཞིག་རེད། ད་ནི་ཤེར་ཕྱིན་དེ་ལ་སྒྲ་ཡི་འགྱུར་རིགས་ཀྱི་སྒོ་ནས་དབྱེ་ན། རང་བཞིན་ཤེར་ཕྱིན་དང་གཞུང་ཤེར་ཕྱིན་དང་ལམ་ཤེར་ཕྱིན་འབྲས་བུ་ཤེར་ཕྱིན་བཅས་ནི་ཤེས་བྱེད་ཀྱི་ཡོད་པ་རེད། ད་ནི་སྒྲ་ཡི་འགྱུར་རིགས་བྱེད་ལ་བ་ཡིན་ན། བསྒྲགས་ཀྱིས་བརྗོད་པ་མིང་དང་དར་ཉིན་བཅས་ཞེར་ཆེན་གྱི་མིང་དག་ས་གཅིག་གིས་བཞེས་ཡོད་པ་རེད། ཡིན་ན་ཡང་དེའི་ནང་གི་འབྲས་བུ་ཞེར་ཆེན་མ་གཏོགས་གཞན་པ་དེ་དག་ལ་ཞེར་ཆེན་ཟེར་གྱི་མ་རེད། དངོས་གནས་ཀྱི་ཞེར་ཆེན་ངོ་མ་དེ་འབྲས་བུ་ཞེར་ཆེན་ནམ་ནམ་ཆེན། དེ་ཡིན་པ་རེད། དེ་ནས་རང་བཞིན་ཤེར་ཕྱིན་ཟེར་བ་དེ་སྟོང་པ་ཉིད་ཆོས་ཐམས་ཅད་ཀྱི་གནས་ལུགས་རང་བཞིན་སྟོང་པ་ཉིད་དེ་ལ་རང་བཞིན་ཤེར་ཕྱིན་ཟེར་གྱི་ཡོད་པ་རེད་གཞུང་ཤེར་ཕྱིན་ལབ་པ་དེ་རང་བཞིན་ཤེར་ཕྱིན་ནམ་ཡང་ན་སྟོང་པ་ཉིད་སྟོན་པས་རྒྱལ་བའི་བཀའ་སྟོང་བསྒྲགས་བརྒྱ་པ་དང་ཉི་ཁྲི་དང་བརྒྱ་སྟོང་པ་ལ་སོགས་པ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་སྡེ་དེ་དག་ལ་གཞུང་ཤེར་ཕྱིན་ཟེར་གྱི་ཡོད་པ་རེད། ལམ་ཤེར་ཕྱིན་ཟེར་བ་དེ་རྒྱལ་སྲིད་བྱང་ཆུབ་སེམས་དཔའ་འཕགས་པ་རྣམས་ཀྱི་རྒྱུད་ཀྱིས་སྟོང་པ་ཉིད་རྟོགས་པའི་ཤེས་རབ་དེ་ལ་ལམ་ཤེར་ཕྱིན་ཟེར་གྱི་ཡོད་པ་རེད། དག་བྱིན་ལ་བསླབ་པའི་གང་ཟག་གམ་ཡང་ན་དག་བྱེད་ཉམས་སུ་ལེན་པའི་གང་ཟག་རྣམས་ཀྱིས་སྦྱིན་པ་ལ་སོགས་པ་ཕ་རོལ་ཏུ་ཕྱིན་པའི་སྤྱོད་པ་ལ་སློབ་པ་དེའི་ཚེ་ན་ཡང། གཙོ་བོ་དེ་ལམ་ཤེར་ཕྱིན་དེ་གལ་ཆེན་པོ་མཚན་གྱི་ཡོད་པ་རེད་གལ་ཏེ་ལམ་ཤེར་ཕྱིན་དང་བྲལ་བ་ཡིན་ན་སྦྱིན་པའི་ཉམས་ལེན་ཙམ་ལ་སྦྱིན་པའི་ཕ་རོལ་ཏུ་ཕྱིན་པ་ཟེར་གྱི་ཡོད་མ་རེད་ཚུལ་ཁྲིམས་ཀྱི་ཉམས་ལེན་ཙམ་ལ་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པ་ལབ་གི་ཡོད་མ་རེད། ཡིན་ཙང་སངས་རྒྱས་ཐོབ་པའི་ཆེད་དུ་སྦྱིན་པ་ལ་སོགས་པའི་ཕ་རོལ་ཏུ་ཕྱིན་པ་གང་ལ་ལྷམ་ན་ཡང་དེ་ཡི་གྲོགས་སུ། དེ་ལ་རོགས་པ་བྱིན་གྱི་མདའ་བོ་དེ་ལ། ལམ་ཤེར་ཕྱིན་རྣམས་སྟོང་པ་ཉིད་རྟོགས་པའི་ཡེ་ཤེས་དེ་བསྒོམ་ཡ་གལ་ཆེན་པོ་ཆགས་བསྡད་ཡོད་པ་རེད་གལ་ཏེ་སྟོང་པ་ཉིད་རྟོགས་པའི་ཡེ་ཤེས་ཀྱི་སྤྲོ་དང་མ་སྐྱེས་པའི་སྦྱིན་པ་ལ་སོགས་པའི་ཉམས་ལེན་གང་ཡིན་ན་ཡང། དེ་ལ་ཕ་རོལ་ཏུ་ཕྱིན་པ་དྲུག་ལ་ཉམས་ལེན་བྱེད་ཟེར་བའི་མིང་དེ་ཐོབ་གི་མ་རེད་ཅེས་འོང་དེ་འདྲ་གསུངས་པ་ཡིན་པ་རེད། ད་ནི་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་གཅིག་ནས་མཚམས་འཇགས་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།